ད་དུས་གསུམ་གྱི་གནད་འགག་བཅུ་གཅིག་ཡོད་པའི་ནང་ནས་ལྔ་པ་ཡན་ཆད་ཞུས་གྲུབ་ནས་ད་དྲུག་པ། དོན་དངོས་ཀྱི་དུས་གསུམ་དང་བློས་བསླངས་རྟོག་བཏགས་ཀྱི་དུས་གསུམ། དེ་གཉིས་ཀྱི་ཁྱད་པར་ཤེས་དགོས་ད་དེ་གནད་འགག་ཆེན་པོ་ཆགས་འདུག་དེ་གཉིས་ཀྱི་ཁྱད་པར་དེ་ཡང་ཡག་པོ་ཅིག་མ་མཁྱེན་པ་ཡིན་ན་དུས་གསུམ་པོ་དེ་བེད་སྤྱོད་ཡག་པོ་ཅིག་བཏང། མ་ཐུབ་པ་ཆགས་འགྲོ་གི་རེད། དེའི་འདི་ཙ་ནས་ད་དེའི་གནད་འགའ་དེ་ཁྱེད་ཡང་གལ་ཆེན་པོ་བྱས། ད་དེ་ཡང་ག་བ་ནི། མཚམས་སྦྱར་ནས་གླེགས་དགོས་རེད་ཟེར་ན་ཁ་ཚང་གོང་དུ། དུས་གསུམ་གྱི་གནད་འགག། བཞི་པ། དུས་ཚོད་དང་འབྲེལ་བའི་དུས་གསུམ་དགུ་ཕྲུགས་དང་དུས་གསུམ་གྱི་གནད་འགག། ད་གསུམ་པ་གཙོ་བོ། གོང་དང་བཞི་པ་དེ། དུས་ཚོད་ལ་མ་བརྟག་བྱ་བ་ལ་བརྟག་ཟེར་ད་དེ་རེད་ད། དུས་གསུམ་གྱི་གནས། སྡོམ་ཆེན་པོ་དང་བཞི་པ་དེ་ག་རེ་དུས་ཚོད་ལ་མ་བརྟགས་བྱ་བ་ལ་བརྟག་ཟེར་ནས་ཁ་ཚང་གོང་དུ་དག་ཞུས་བཞག་ཡོད་རོ། དེ་ལྟ་བུའི་གི་དག། དུས་ཚོད་ལ་མ་བརྟགས་བྱ་བ་ལ་བརྟག་བྱ་གི་བྱ་བ་ཅི་ཡོད་རོ་བརྟག་བཏང་འཇུག་སྐབས་སུ་བཤད་དེ་ཡང་གི་བྱ་བ་དེ། ད་བྱ་བ་དེ་ལ། བརྟག་དགོས་ཀྱི་ཡོད་ན་འོ་ན་བྱ་བ་དེ་ལ་ཡང་རིགས་རྣམ་པ་གཉིས་ཡོད་ར་བརྟག་ཟེར་ནས། བྱ་བ་བཏང་འཇུག་སྐབས་ཀྱི་བཤད་ཡ་གི་དག་བརྟག་ས་གི་དུས་གསུམ་བེད་སྤྱོད་བཏང་ཡོད་འདུག་སྐབས་སུ་བརྟག་ས་གི་བྱ་བ་དེ་ཡིན་ན། དོན་དངོས་པོའི་གི་གནས་ཚུལ་ལ་ཡོད་པའི་ངེས་པ་ཡོད་རེད་བས། དོན་དངོས་ཀྱི་བྱ་བ་ཡིན་པའི་ངེས་པ་ཡོད་རེ་བས་ཟེར་ན་ད་རྩ་བ་ཉིད་ནས་ཡོད་མ་རེད། ད་དེ་ཡང་ངེས་པར་དུ་མཁྱེན་དགོས་རེད་མ་གཏོགས་དེ་ནས་ཡང་བྱ་བ་ལ་ལྟ་དགོས་ཀྱི་སུ་དེ་བྱ་བ་དེ་ཡང་དོན་དངོས་སུ་ཡོད་པ་ཆེ། དོན་དངོས་སུ་ཡོད་པ་འདྲ་བོ་ཅིག་བསམ་བློ་བཏང་དེ་ནས་དེ། རང་གིས་བསམ་བློ་བཏང་ནས་དེ་དེ་ལ་ལྟ་བསྡད་དུས་སྐབས་སུ་དེ་ནས་ཡང་ད་ལྟ་བློས་བླངས་རྟོག་བཏགས་ཀྱི་དུས་གསུམ་པོ་དེ་ཚོ་ལ་སླེབས་ཡོང་དུས་དེ་མགོ་རྨོངས་འགྲོ་གི་རེད་དེ་ཡིན་དུས་ད་ནི། བརྟག་དཔྱད་ཀྱི་བྱ་བ་དེ་ཡིན་ན་དོན་དངོས་ཀྱི་བྱ་བ་ཡིན་པའི་ངེས་པ་ཡོད་པ་མ་རེད། འདི་བློས་བསླང་རྟོག་བཏགས་ཀྱི་བྱ་བ་ཡང་ཡོད། ཨ་དེ་ལྟ་བུའི་གྱི་བྱ་བ་དེ་ལ་དབྱེ་བ་བྱེད་འདོད་བྱ་བ་དུས་གསུམ་ཡོད་ར་བྱ་བ་འདས་པ་དང་བྱ་བ་མ་འོངས་པ་བྱ་བ་ད་ལྟ་བ། དེ་ལྟ་བུའི་གྱི་བྱ་བ་གསུམ་པོ་དེ་བྱ་བ་དུས་གསུམ་པོ་དེ་ཡང། དོན་དངོས་ཀྱི་དུས་གསུམ་ཡིན་པའི་ངེས་པ་ཡོད་པ་མ་རེད་དེ་ལ་ཡང་བློས་བསླང་རྟོག་བཏགས་ཀྱི་དུས་གསུམ་ཡང་ཡོད་ར། འདིའི་དུས་ཚོད་ནི་གཏམ་རྒྱུད་སྐབས་སུ་བཤད་ཡ་གི་དུས་གསུམ་པོ་དེ་ལ། དོན་དངོས་ཀྱི་དུས་གསུམ་ཟེར་ཡ་ཇི་དང། བློས་བསླངས་རྟོག་བཏགས་ཀྱི་དུས་གསུམ་ཟེར། རྣམ་པ་གཉིས་ངེས་པར་དུ་ཕྱེ་དགོས་ཀྱི་རེད། ད་འདི་ངེས་པར་དུ་ཧ་གོ་བ་ཅིག་གོ། འོ་འདུག་ཅེས་ནས། ད་འདི་ལ། སྤྱི་ལྡོག་ནས་ཤོད་ན་དོན་དངོས་ཀྱི་བྱ་བ་དང་བློས་བསླངས་རྟོག་བཏགས་ཀྱི་བྱ་བ། ད་དེ་ལྟ་བུའི་དོན་དངོས་ཀྱི་བྱ་བ་དེ་ལ་ཡང། དོན་དངོས་ཀྱི་དུས་གསུམ། དོན་དངོས་ཀྱི་བྱ་བ་བྱས། བྱ་བ་འདས་པ། དོན་དངོས་ཀྱི་བྱ་བ། མ་འོངས་པ། དོན་དངོས་ཀྱི་བྱ་བ་ད་ལྟ་བ་འདི་གསུམ་པོ་ལ་དོན་དངོས་ཀྱི་དུས་གསུམ་ཟེར་དགོས་རེད། བློས་བསླངས་རྟོག་བཏགས་ཀྱི་བྱ་བ་དེ་ལ་ཡང། བློས་བསླངས་རྟོག་བཏགས་ཀྱི་བྱ་བ། འདས་པ་བློས་བརླག་རྟོག་བཏགས་ཀྱི་བྱ་བ་མ་འོངས་པ་བློས་བརླག་རྟོག་བཏགས་ཀྱི་བྱ་བ། ད་ལྟ་བ། འདི་ལ་བློས་བརླག་རྟོག་བཏགས་ཀྱི་བྱ་བ། དུས་གསུམ། ད་འདི་གཉིས་ཀྱི་ཁྱད་པར་དེ་ངེས་པར་དུ་ཁེགས་དགོས་ཡ་དེ་གནད་འགག་དྲུག་པ་དེ་ཆགས་བསྡད་རེད། ད་འོ་ན་ད་དོན་དངོས་ཀྱི་དུས་གསུམ་ཟེར་ཡ་དེ་ག་འདྲས་རེད་ཟེར་ན་ད་ནམ་རྒྱུན་ཡོངས་གྲགས་ཐོག་ལ་ལས་སླ་ཤོས་དེ་རེད། གང་ཡིན་ཟེར་ན་དོན་དངོས་སུ་དེ་ལྟ་བུའི་གི་དུས་གསུམ་པོ་དེ་ཡོད་བསྡད་པ་གྱིས། དོན་དངོས་སུ་དེ་ལྟ་བུའི་བྱ་བ་དེ་གྲུབ་བསྡད་པ་གྱིས། དེ་དོན་དངོས་སུ་བྱ་བ་བྱས་ཟིན་པ་ཡིན་པ། དོན་དངོས་སུ་བྱ་བ་བྱེད་བཞིན་པ་ཡིན་པ། དོན་དངོས་སུ་བྱ་བ་བྱ་རྒྱུ་ཡིན་པ། ཡང་ན། དོན་དངོས་སུ་དངོས་པོ་གང་ཡང་རུང་བ་ཞིག་གི་སྟེང་དུ་འཕོ་འགྱུར་བྱུང་ཟིན་པ་ཡིན་པ། དོན་དངོས་སུ་དངོས་པོ་གང་ཡང་རུང་བ་ཞིག་གི་དོན་དུ་འཕོ་འགྱུར་འབྱུང་བཞིན་པ་ཡིན་པ། དོན་དངོས་སུ་དངོས་པོ་གང་ཡང་རུང་བ་ཞིག་གི་དོན་དུ་འཕོ་འགྱུར་འབྱུང་རྒྱུ་ཡིན་པ། འོ་དེ་འདྲའི་སྒྲ་བོ་ཅི་ཡིན་པ་ཡིན་ན། མདོར་ན་འཕོ་འགྱུར་འབྱུང་ཟིན་པ་དང་འབྱུང་རྒྱུ་དང་འབྱུང་བཞིན་པ་འདི་གསུམ་པོ་དེ་དོན་དངོས་སུ་ད་དེ་འདྲའི་ཡིན་དེ་འབའ་ཞིག་ཡིན་པ་ཡིན་ན་དེ་ལ་དོན་དངོས་ཀྱི་དུས་གསུམ་ཟེར། དཔེར་ན། དཔེར་བརྗོད་དབང་དུ་བཏང་ཤེ་ན་དེ་ངས་ཅིག་བྲིས་བཞག་ཡོད་ད་ལྟ་རང། གསར་བུ་གསར་རྐྱང་བྱས་ནས། དཔེར་ན་དྭགས་ཀྱིས་དྲ་ལམ་ཐོག་དངོས་པོ་དག་ཞིང་གི་རྣམ་གཞག་སློབ་ཁྲིད་བྱས་ཟིན་པ་ཡིན། གཉིས་པ་དེ་གི་དབང་དུ་བཏང་ན་དྭགས་ཀྱིས་དྲ་ལམ་ཐོག་དུས་གསུམ་གྱི་རྣམ་གཞག་སློབ་ཁྲིད་བྱེད་བཞིན་པ་ཡིན། གསུམ་པ་དེ། དྭགས་ཀྱིས་དྲ་ལམ་ཐོག་ཚིག་གྲོགས་དང་འབྲེལ་བའི་བྱ་ཚིག་བྲིས་ཚུལ་སློབ་ཁྲིད་བྱ་རྒྱུ་ཡིན། ད་དེ་ད་ལྟ་སྐབས་སུ་བབས་པ་དག་དེ་ད་ང། དེ་ཁྱེད་རྣམ་པ་ལ། སློབ་ཁྲིད། ཞུ་མཁན་སོ་སོ་རང་ཉིད་ལ་ང་རང་ལ་སྦྱར་བཞག་ཡིན་ན་ད་དག་ཟེར། ད་དེ་ལྟ་བུ་ཡིན་པ་ཡིན་ན་དྲ་ལམ་དུ་དངོས་པོ་དག་ཞིང་གི་རྣམ་གཞག་སློབ་ཁྲིད་བྱས་ཟིན་པ་ཡིན་ད་དེ་ལ་བྱ་ཚིག་དེ་དུ་བ། འོ་དེ་བྱས་ཟིན་པ་ཡིན་ད་བྱ་བ་དེ་བྱས་ཟིན་པ། བྱ་བ་དེ་གྲུབ་ཟིན་པ་བྱ་བ་བྱུང་ཟིན་པ་དེ་ངེས། ད་དེ་ལྟ་བུ་ཡིན་པ་ཡིན་ན་ག་རེ་ཟེར་ན་དོན་དངོས་ཀྱི་དུས་གསུམ་དང་བློས་བསླང་རྟོག་བཏགས་ཀྱི་དུས་གསུམ་གཉིས་ཀྱི་ནང་ནས་ག་རེ་ཟེར་ན་དོན་དངོས་ཀྱི་དུས་གསུམ་ཆགས་སྡོད། དོན་དངོས་ཀྱི་བྱ་བ་དང་བློས་བསླང་རྟོག་བཏགས་ཀྱི་བྱ་བ་གཉིས་ཀྱི་ནང་ནས་ད་དོན་དངོས་ཀྱི་བྱ་བ་ཆགས་སྡོད་རུང་བ། དོན་དངོས་ཀྱི་བྱ་བ་བྱས་ཟིན་པ། དོན་དངོས་ཀྱི་དུས་གསུམ་གྱི་ནང་ནས་དོན་དངོས་ཀྱི་དུས་འདས་པ་ཆགས་དེར་བྱ་བ་བྱས་ཟིན་པ། གར་ཅི་ནས་རེད་ཟེར་ན་ད་དེ་ལྟ་བུ་དེ་དོན་དངོས་རེད་བ། ངས་ཁྱེད་རྣམ་པ་ལ་དྲ་ལམ་འདིའི་ཐོག་ནས་དངོས་པོ་དག་ཞིང་གི་རྣམ་བཞག་དེ། ཞུས་ཟིན་པ་རེད་བ། ཆེད་བསྒྲིགས་བྱས་ཟིན་པ། ཆེད་བསྒྲིགས་ཕུལ་ཟིན་པ། དེ་ཡིན་པ་སོང་ཙང་དེ་དོན་དངོས་པོའི་གནས་ཚུལ་དང་མཐུན་བསྡད་ཀྱི་འདུག་བ། དེ་འདྲ་ཅི་ལ་ག་ལ་བ་རེད་དོན་དངོས་ཀྱི་དུས་འདས་པ། དོན་དངོས་ཀྱི་བྱ་བ།

འདི་ད་ལྟ་བ་བུ་སྤྱི་དང་དོ། འདི་ད་ལྟ་བ་འདི་ག་རེ་རེད་ཟེར་ན་འདི་བྱ་བ་འདི་གར་ཟེར་ན་དོན་དངོས་ཀྱི་དུས་གསུམ་དང་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་གཉིས་ནང་དོན་དངོས་ཀྱི་དུས་གསུམ་བྱ་འདིར་དོན་དངོས་ཀྱི་བྱ་བ་དང་བློས་བསླངས་རྟོག་བཏགས་ཀྱི་བྱ་བ་གཉིས་ཀྱི་ནང་ནི་དོན་དངོས་ཀྱི་བྱ་བ་བྱ་འདིར་འདི་དོན་དངོས་ཀྱི་བྱ་བ་ར་བ་དངོས་གནས་ཁོ་རང་ད་ལྟ་ངས་ཁྱེད་རྣམ་པ་ལ་དུས་གསུམ་གྱི་རྣམ་གཞག་འདི་སློབ་ཁྲིད་བྱེད་བཞིན་པ་བྱ་འདིར་བ་སློབ་ཁྲིད་བྱེད་པའི་ཀྱི་བྱ་བ་འདི་འབྱུང་བཞིན་པ་བྱ་འདིར་འདི་ཡིན་པ་སོང་ཙང་འདི་ད་ལྟ་བ་བུ་སྤྱི་དང་དོ། དེའི་འདི་ཙམ་ནི་དེ་ག་རེ་ཟེར་ན་དོན་དངོས་ཀྱི་དུས་སུ་མིན་ད་དོན་དངོས་སུ་དེ་འདྲ་ཡོད་དེ་རེད་བ། དེ་ནི་གསུམ་པ་དེ་ལ་དྭགས་ཀྱི་དྲ་ལམ་ཐོག་ཚིག་གྲོགས་དང་འབྲེལ་བའི་བྱ་ཚིག། བྲིས་ཚུལ་སློབ་ཁྲིད་བྱ་རྒྱུ་ཡིན། ད་དེ་ཡང་དེ་བྱ་ཚིག་བྱ། མ་འོངས་པ་བེད་སྤྱོད་བཏང་འདུག་བ་དེའི་མ་འོངས་པ་དེ་ག་རེ་ཟེར་ན་དོན་དངོས་ཀྱི་བྱ་བ་མ་འོངས་པ་བྱ་དེར་དོན་དངོས་ཀྱི་དུས་གསུམ་གྱི་ནང་ནས་དོན་དངོས་ཀྱི་དུས། མ་འོངས་པ་དེ་བྱ་དེར་གང་ཡིན་ཟེར་ན་ད་དེ་ལྟ་བུ། ཚིག་གྲོགས་དང་འབྲེལ་བའི་བྱ་ཚིག་བྲིས་ཚུལ་དེ་ཁྱེད་རྣམ་པ་ལ་སློབ་ཁྲིད་ཕུལ་ཡ་དེ་གཞི་ནས། འབྱུང་འགྱུར་བ། བྱ་བ་དེ་འབྱུང་འགྱུར་རེད། བྱ་བ་དེ་བྱ་རྒྱུ་ཆགས་སྡོད་རེད། དེ་ཡིན་པ་སོང་ཙང་དེ། མ་འོངས་པ་བུ་ཆེ་བཏང་ཤ་ཡོད་རེད་ལ། དེ་ལྟ་བུའི་གི་བྱ་བ་དེ་ཡང་དོན་དངོས་ཆགས་སྡོད་རེད། དོན་དངོས་རེད་མ་གཏོགས་དེ་ག་བློས་བསླངས་རྟོགས་བཏགས་བྱས་བཤད་རྒྱུ་གང་ཡང་མ་རེད་བ། དོན་དངོས་སུ་ད། འདི། དུས་གསུམ་གྱི་རྣམ་གཞག་འདི་སློབ་ཁྲིད་ཁྱེད་རྣམ་པ་ལ་ཞུས་ཟིན་པའི་རྗེས་སུ་ཨ་ནི་ག་རེ། ཚིག་གྲོགས་དང་འབྲེལ་བའི་བྱ་ཚིག་བྲིས་ཚུལ། ཟབ་རྒྱས།

དེ་ཡང་ན་བཞིན་དག་གི་དྲ་ལམ་དུ་དུས་གསུམ་གྱི་རྣམ་བཞག་ནི། སྦྱོང་བཞིན་པ་ཡིན་ལ་ན་ད་དེ་ཡང་དོན་དངོས་རེད་ཅེས་ན་བ་དངོས་གནས་ཁོ་ར་ད་ལྟ་སྦྱོང་བའི་བྱ་བ་དེ་བྱེད་བཞིན་པ་བྱ་དུ་ར་དོན་དངོས་རེད་དངོས་པོའི་གནས་ཚུལ་ལ་དེ་མཐུན་དེ་གི་དུ་བ་དོན་དངོས་ཀྱི་བྱ་བ་རེད་དག་གི་དྲ་ལམ་དུ་ཚིག་གྲོགས་དང་འབྲེལ་བའི་བྱ་ཚིག་བྲིས་ཚུལ་ནི་སྦྱང་རྒྱུ་ཡིན་ཟེར་ནས།

འདིས་བྱ་ཚིག་བཏུལ་ཞེས་པའི་བྱ་ཚིག་དེ་དང་ཕུལ་ཞེས་པའི་བྱ་ཚིག་གཉིས་ཀྱི་བསྟན་བྱར་གྱུར་པས་བྱ་བ་བཏུལ་བ་དང་བྱ་བ་ཕུལ་བ་གཉིས་ཀ་ཡང་གར་ཆགས་སྡེར་ན་དོན་དངོས་ཀྱི་བྱ་བ་ཆགས་སྡེར་དོན་དངོས་ཀྱི་བྱ་བ་ལ་ཡང་གསུམ་ཡོད་པས་ན་ནི་དོན་དངོས་ཀྱི་དུས་འདས་པ་ཆགས་སྡེར་དུས་དོན་དངོས་ཀྱི་དུས་འདས་པ་དོན་དངོས་ཀྱི་དུས་འདས་པ་ཁ་སང་དོན་དངོས་རོལ་བ་རྒྱལ་པོའི་སྐབས་དུ་གླང་ཆེན་སྨྱོས་པ་དུ་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པས་རྒྱལ་པོའི་སྐབས་དུ་གླང་ཆེན་སྨྱོས་པ་བཏུལ་བ་འདི་དོན་དངོས་རོལ་བ་དངོས་ནས་བཏུལ་ཟིན་པ་ཆགས་སྡེར་རོ། དེ་ག་ནང་བཞིན་ཡངས་པ་ཅན་དུ་སྤྲེའུས་ཀྱི་སྟོན་པ་བཅོམ་ལྡན་འདས་ལ་སྦྲང་རྩི་ཕུལ་བའི་ཀྱི་བྱ་བ་དེ་ཡང་བྱས་ཟིན་པ་བྱ་བ་བྱས་ཟིན་པ་དེ་ཡང་བློས་བསླངས་རྟོག་བཏགས་མ་ཡིན་པ་བྱས་ནས་དོན་དངོས་ཀྱི་བྱ་བ་བྱ་འདོད་ར་བ་དེ་འདྲའི་རྗེས་ལ་ག་རེ་ལ་བ་རེད་དོན་དངོས་ཀྱི་བྱ་བ་དང་དོན་དངོས་ཀྱི་དུས་གསུམ་ཟེར་གྱི་ཡོད་རེད། ད་ད་ལྟ། དོན་དངོས་ཀྱི་དུས་གསུམ་དང་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་གཉིས་ཀྱི་ནང་ནས་དོན་དངོས་ཀྱི་དུས་གསུམ་དེ་གོང་དུ་ཞུས་གྲུབ་ནས། ད་གཉིས་པ་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་ཟེར་ཡ་དེ་མ་ཞུས་ཡ་ཡིན། ད་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་ཟེར་དེ་གང་འདྲའི་རྗེས་ལ་གོ་དགོས་རེད་ཟེར་ན་དོན་དངོས་ཀྱི་དུས་གསུམ་དེ་གི་ལྡོག་ཕྱོགས་དེ་ག་རང་ལ་གོ་དགོས་ཀྱི་རེད། ད། དོན་དངོས་ཀྱི་དུས་གསུམ་ཟེར་དུས་དོན་དངོས་སུ་བྱ་བ་བྱས་ཟིན་པ། བྱེད་བཞིན་པ། བྱ་རྒྱུ། བྱུང་ཟིན་པ། འབྱུང་བཞིན་པ། འབྱུང་རྒྱུ་དོན་དངོས་ལ་ཁོ་རང་དེ་འདྲས་ཡོད་རེ་བ་བྱ་བ་གསུམ་པོ་དེ། ཡིན་ན་ཡང་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་ཟེར་དུས་དོན་དངོས་ལ་དེ་འདྲས་ཀྱི་བྱ་བ་འབྱུང་བཞིན་པ་དང་བྱུང་ཟིན་པ་དང་འབྱུང་ཟིན་པ། འབྱུང་བཞིན་པ་དེ་འདྲས་མ་ཡིན་པ། དེ་འདྲས་ཅིག་ཡིན་དགོས་རེད། དེ་འདྲས་ཅིག་མ་ཡིན་པ་ཡིན་ན་ཡང་སོ་སོ་རང་ཉིད་ཀྱི་བློ་ཡིས་བསླངས་ནས། བློ་ཡིས་བསླངས་པ་དང་རྟོག་པས་ཀྱི་བཏགས་ནས་བྱ་བ་གང་ཡང་རུང་བ་ཞིག་འབྱུང་ཟིན་པ་དང། འབྱུང་བཞིན་པ་དང་འབྱུང་རྒྱུ་ཡིན་པ་གཅིག་སོ་སོས་བློས་བསླངས་བྱས་པ་སོ་སོས་རྟོག་བཏགས་བྱས་བྱ་བ་གཅིག་ལ་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་ཟད་འདི་གཉིས་གནད་འགག་སྟེ་ངེས་པར་དུ་མཁས་པ་དེ་གལ་ཆེན་པོ་བྱ་འདུལ་དོན་དངོས་ཀྱི་བྱ་བ་དང་བློས་བསླངས་རྟོག་བཏགས་ཀྱི་བྱ་བ་དོན་དངོས་ཀྱི་བྱ་བ་སོ་དུས་དངོས་པོ་ཁོ་རང་གི་སྟེང་དུ་འཕོ་འགྱུར་དེ་ཡོད་ཡོད་པར་བ་དོན་དངོས་སུ་ཡོད་རེད་ཡིན་ན་ཡང་བློས་བསླངས་རྟོག་བཏགས་ཀྱི་བྱ་བ་ཟད་དེ་དོན་དངོས་སུ་ཕ་གིར་དངོས་པོ་གང་ཡང་རུང་བ་ཞིག་གི་སྟེང་དུ་འཕོ་འགྱུར་དེ་ཡོད་རེད་བས་སོ་ན་ཡོད་མ་རེད། དེ་ལྟ་བུ་དེ་སོ་སོ་གི་རྟོག་བཏགས་ཅེས་བྱ་བ་དང་བློས་བསླང་ཅེས་བྱ་བ་དང་དབྱིན་ཇིའི་སྐད་དུ་མ་སོ་ན Imagine ཟེར་ར་སོ་སོ་གི་བློ་ཡིས་བསླངས་ནས་བློ་ཡིས་བྱ་བ་དེ་འདྲའི་ཡར་བསླངས་བྱ་བས་ན་ཀ་བ་ཡར་བསླངས་ཁང་པ་ཡར་བསླངས་ཟེར་གི་འདུག་བ་ཁང་པ་དངོས་སུ་ཕ་གིའི་ས་ཆ་ག་ལ་འགྲོ་ནས་རྨང་བརྩིགས་ནས་བརྩིགས་པ་བརྩིགས་ནས་ཡར་བསླངས་བ་དང་སོ་སོ་གི་བསམ་བློ་རྣ་ལ་ཡར་ཁང་པ་ཅིག་གཅིག་གང་ལ་གཅིག་ད་ཆང་པ་དེ་འདྲ་དེ་འདྲ་དེ་འདྲ་བཞིན་དོགས་ཟས་མང་པོ་ཡོད་པ་ཅིག་བློ་ཡིས་གང་ལ་ཡར་བསླངས་བྱ་ཡོད་ཀྱི་འདུག་བ་དེ་ལ་བློས་བསླངས་ཟེར་གི་རོ་འོ་དེ་ནང་བཞིན་བྱས་ནས་ད་ལྟ་དེ་ལ་ཡང་བྱ་བ་དེ་ལ་ཡང་དོན་དངོས་སུ་ཁོ་རང་བྱ་བ་བསྒྲུབ་བྱ་རྒྱོ་བྱེད་དང་དོན་དངོས་སུ་བྱ་བ་བསྒྲུབ་མེད་ན་ཡང་སོ་སོའི་བསམ་བློ་ནང་ལ་ཡང་བྱ་བ་དེ་འདྲའི་དེ་འདྲའི་དེ་འདྲའི་ཅན་བྱ་བ་བྱུང་ཟིན་པ་བྱ་བ་འབྱུང་བཞིན་པ་བྱ་བ་འབྱུང་རྒྱུ་བྱ་བ་བྱས་ཟིན་པ་བྱེད་བཞིན་པ་བྱ་རྒྱུ་ཟེན་སོ་སོའི་བསམ་བློ་ནང་ལ་ཡང་བྱ་བ་བླངས་ཏེ་བརྗོད་ན་འདི་ལ་བློས་བསླང་གི་བྱ་བ་ཟེར། དེ་ག་ནང་བཞིན་བྱས་ནས་དོན་དངོས་ལ་དེ་འདྲ་བའི་བྱ་བ་དེ་རྩ་བ་ཉིད་ནས་བཀོལ་བར་མི་སྲིད་པ་ཡིན་ན་ཡང་ཨ་ནི་སོ་སོ་གི་བློ་རྟོག་པ་དེ་གི་ཕ་རྟགས་ཞེས་པ་གྲོགས་རྟགས་ཞེས་པ་ཁོ་ལ་བྱ་བ་དེ་འདྲ་ཞིག་ཡོད་པ་ལྟ་བུ་བྱས་ནས་ཁོའི་སྟེང་དུ་བྱ་བ་དེ་བྱས་ཟིན་པ་འདྲ་བོ་ཅིག་བྱས་བཞིན་པ་འདྲ་བོ་ཅིག་བྱ་རྒྱུ་འདྲ་བོ་ཅིག་དེ་ནི་བློ་རྟོག་པས་ཕ་རྟགས་ཞེས་པ་དེ་ལ་རྟོག་བཏགས་ཀྱི་བྱ་བ། རྟོག་བཏགས་ཀྱི་དེ་བྱ་བ་དེ་ལ། དེ་ལྟ་བུའི་གི་བློས་བསླང་གི་བྱ་བ་འདས་པ་བློས་བསླང་གི་བྱ་བ་མ་འོངས་པ་བློས་བསླང་གི་བྱ་བ་ད་ལྟ་བ་ཟེར་ནས་གསུམ། རྟོག་བཏགས་ཀྱི་བྱ་བ་འདས་པ་རྟོག་བཏགས་ཀྱི་བྱ་བ་མ་འོངས་པ་རྟོག་བཏགས་ཀྱི་བྱ་བ་ད་ལྟ་བ་ཟེར་ནས་གསུམ། ཨོ་དེ་འདྲ་ཞིག་ད། ལས་དང་པོ་བ་རྣམས་ལ་ཞིབ་ཆ། ཅེས་བྱ་བ་ཡིན་ན། ཨེ་ཡག་པོ་གོ་བ་ཞིབ་ཚགས་པོ་ཡག་པོ་ཕོག་དགོས་རོགས་ཨ་དོན་དག་ལ་ཡང་བསམ་བློ་ཡག་པོ་ཞིག་བཏང་ན་བློས་བསླང་གི་བྱ་བ་དང་རྟོག་བཏགས་ཀྱི་བྱ་བ་གཉིས་དེ་འདྲ་བོ་འདྲ་བོ་ཅིག་ཡང་ཆགས་འགྲོ་རེད་ཁོ་རང་ཁོ་གཉིས་དགའ་བ་དེ་འདྲ་ཡང་མ་རེད། ད་ཞིབ་ཆ་བྱས་ནས་དེ་འདྲ་མ་ཞུས་ན་དང་པོ་བློས་བསླངས་ཀྱི་དུས་གསུམ་དང་གཉིས་པ་རྟོག་བཏགས་ཀྱི་དུས་གསུམ། ད་བློས་བསླངས་ཀྱི་དུས་གསུམ་ཡོད་ར་བ་དེའི་མ་འོངས་ད་ལྟ་གསུམ་པོ་དེ་ག་འདྲ་ཅི་ལ་ངོས་འཛིན་བྱེད་པར་ཟེར་ན་དང་པོ་དེ་འདས་པ། བྱ་བ་གང་ཞིག་བྱུང་ཟིན་པ་མེད་ན་ཡང་བྱུང་ཟིན་པར་རང་གིས་བློས་བསླངས་བྱེད་པ། ད་དེ་ལ་ག་ལ་འོ་རེད་བློས་བསླངས་ཀྱི་དུས་འདས་པ་ཟེར་དགོས་ར་ད་དེ་རང་ར་བ། དོན་དངོས་སུ་བྱ་བ་དེ་བྱུང་ཟིན་པ་ཅིག་རྩ་བ་ཉིད་ནས་ཆགས་ཀྱི་ཡོད་མ་རེད་དེ་ཡིན་ན་ཡང་སོ་སོ་རང་ཉིད་ཀྱིས་བསམ་བློ་གི་ནང་ནས་བྱ་བ་གང་ཡང་རུང་བ་དེ་བྱུང་ཟིན་པ་ཡིན་པ་ཅིག་བློས་བསླངས་བྱས་ནས Imagine བྱེད་བྱ་བ་ཅིག་ལ་ག་འདྲ་ལགས་པ་ནི་བློས་བསླངས་ཀྱི་དུས་དེ་བས་དེ་ག་ནང་བཞིན་བྱ་བ་གང་ཡང་རུང་བ་ཞིག་དོན་དངོས་སུ་བྱུང་བཞིན་པ་དེ་འདྲ་མ་ཡིན་པ་ཡིན་ན་ཡང་སོ་སོའི་གི་བསམ་བློའི་ནང་ནས་བྱུང་བཞིན་པ་ཡིན་པ་ཅིག་ལ་རང་གིས་བློས་བསླངས་བྱེད་བྱ་བ་ཅིག་ལ་བློས་བསླངས་ཀྱི་དུས་ད་ལྟ་བ་ཟེར་བ་རེད། གསུམ་པ་དེ་ལ་བྱ་བ་གང་ཡང་རུང་བ་ཞིག་དོན་དངོས་སུ་བྱུང་རྒྱུ་མ་ཡིན་པ་ཡིན་ན་ཡང། སོ་སོའི་བསམ་བློའི་ནང་ལ་འབྱུང་རྒྱུ་ཡིན་པ་གཅིག་ལ་རང་གིས་བློས་བསླང་བྱེད་པ་གཅིག་ལ། བློས་བསླང་གི་བྱ་བ་མ་འོངས་པ་ཟེར་ད་ལས་སླ་པོ་འདུག་ཨ། བློས་བསླང་གི། བྱ་བ་དེའི་མ་འོངས་ད་ལྟ་གསུམ་ད་དེ་དཔེ་མ་སྲིད་པའི་གནད་འགག་ཆེན་པོ་ཆགས་འདོད་ད་དཔེ་བློས་བསླང་གི་བྱ་བ་དེའི་མ་འོངས་ད་ལྟ་གསུམ་པོ་དེ་ཧ་ཅང་གི་ཁྱབ་ཆེན་པོ་ཆགས་འདོད། ད་ནི། འདིའི་སྤྱི་སོགས་རྟོག་བཏགས་ཀྱི་དུས་གསུམ་དང་པོ་དེ་ལ་བྱ་བ་དེ་འདྲ་ཞིག་དོན་དངོས་སུ་མི་སྲིད་ན་ཡང་ད་དེ་བློས་བསླང་གི་དུས་གསུམ་པོ་དེ་སྲིད་ཀྱི་ཡོད་ད་བློས་བསླང་གི་དུས་གསུམ་པོ་དེ་ཁོ་རང་ཞིབ་བློས་བསླང་གི་དུས་གསུམ་དང་རྟོག་བཏགས་ཀྱི་དུས་གསུམ་གཉིས་བདེ་ཕྱེད་བྱ་དུས་བློས་བསླང་གི་དུས་གསུམ་དེ་བྱ་བ་དེ་སྲིད་ཀྱི་ཡོད་རེད་དཔེར་ན། བྱ་བ་གང་ཡང་རུང་བ་ཞིག་འབྱུང་བཞིན་པ་མིན་ན་ཡང་སྲིད་དོ། དཔེར་ན། མཁས་སློབ་ཆོས་གསུམ་གྱིས་བོད་དུ་སངས་རྒྱས་ཀྱི་བསྟན་པ་འཛུགས་པའི་བྱ་བ་དེ། བྱ་བ་ཞིག་བྱས་ཡོད་རེད་བ། དེ་ལྟ་བུ་དེ་ད་ལྟ་དངོས་གནས་བྱེད་ན་དོན་དངོས་སུ་ད་འབྱུང་བཞིན་པ་མ་རེད་བ། བྱ་བ་གང་ཡང་རུང་བ་དེ། མཁས་སློབ་ཆོས་གསུམ་གྱིས་བོད་དུ་སངས་རྒྱས་བསྟན་པ་བཙུགས་པའི་བྱ་བ་དེ་འབྱུང་བཞིན་པ་མ་རེད་དེ་ཡིན་ན་ཡང་སོ་སོས་རང་ཉིད་ཀྱི་བསམ་བློ་ནང་ལ་ཡང་ཁོང་གིས་སངས་རྒྱས་བསྟན་པ་འཛུགས་པའི་བྱ་བ་དེ་བྱེད་བཞིན་པ་དེ་ཡང་བློས་བསླངས་བྱས་ནས་འདི་གཞན་ལ་བརྡ་སྤྲོད་འདོད་ཡོད་དུས་ས་ནས་ཡང་ད་ལྟ་བ་བོད་སྤྱི་བཏང་རོགས། དེ་ལ་ག་ལ་བ་རེད་བློས་བསླངས་ཀྱི་དུས་ད་ལྟ་བ་ཟེར་ཨོ་དེ་འདྲ་ཡོད་དུས་ཡང་དེ་ལྟ་བུ་གི། བྱ་བ་དེ་ཡང་དོན་དངོས་སུ་ཡོད་པ་ཅི་རེད་བ་སྲིད་པ་ཅི་རེད་བ་སྔ་མ་བྱུང་ཟིན་པ་ཅི་ཆགས་འདི་གོ་ར་ད་ད་ལྟ་རྟོག་བཏགས་ཀྱི་དུས་གསུམ་ཟེར་ཏེ་རྩ་བ་ཉིད་འདི་གོ་ར་མི་སྲིད་པ་ཅི་རེད་བ་བྱ་བ་དེ་འདྲ་ཞིག་དོན་དངོས་སུ་མི་སྲིད་པ་ར་ཡིན་ན་ཡང་གཉིས་པ་དེ་ལ་ཡང་བྱ་བ་དེ་འདྲ་ཞིག་དོན་དངོས་སུ་མི་སྲིད་པ་ཡིན་ན་ཡང་གསུམ་པ་དེ་ལ་ཡང་བྱ་བ་དེ་འདྲ་ཞིག་དོན་དངོས་སུ་མི་སྲིད་པ་ཡིན་ན་ཡང་ཟེར་ད། འདི་མི་སྲིད་ན་ཡང་རང་གི་བློ་རྟོག་པས་ཀྱི་བྱ་བ་དེ་འདྲ་ཞིག་བྱུང་ཟིན་པ་ར་གྲོ་བཏགས་བྱས་པ་ད་གྲོ་བཏགས་འདི། ད་འདི་དཔེར་བརྗོད་དེ་མ་འོག་ནས། ཁར་སོགས་རེད་སྙན་ངག་མེ་ལོང་མ། དཔེར་བརྗོད་དང་འབྲེལ་ནས་མ་ཞུ་བྱས་ན་ཏན་གྱི་རྣམ་པ་གསར་བུ་གསར་རྐྱང་མཁན་རུ་དང་པོ་དོན་དག་དོག་དོག་དེ་རེ་བ་དོན་དག་དེ་དེའི་འདུས་རྩ་ནི་དོན་དངོས་སུ་བྱ་བ་དེ་འདྲ་ཅིག་རྩ་བ་ཉིད་ནས་དགོས་ར་སྲིད་ཀྱི་ཡོག་མ་རེད་དེ་ཡིན་ན་ཡང་བློ་རྟོག་པས་ཀྱི་བྱ་བ་དེ་འདྲ་ཅིག་འབྱུང་ཟིན་པ་ཡིན་པ། དེའང། བྱ་བ་དེ་ཡང་འབྱུང་ཟིན་པ་ཡིན་པ་ཅིག་ལ་གྲོ་བརྡག་བྱེད་བྱ་བ་ལ་བློ་རྟོག། རྟོག་བརྡག་གི་དུས་འདས་པ་ཟེར་དགོས་རེད། ཨ་ནི་གཉིས་པ་དེ་ལ་བྱ་བ་དེ་འདྲ་ཅིག་དོན་དངོས་སུ་མི་སྲིད་པ་ཡིན་ན་ཡང་རང་གི་བློ་རྟོག་པས་ཀྱི་བྱ་བ་དེ་འདྲ་ཅིག་འབྱུང་བཞིན་པ་ཡིན་པ་ཅིག་ལ་ཨ་ནི་གྲོ་བརྡག་བྱེད་བྱ་བ་ཅིག་ལ

འདས་མ་འོངས་མ་འདས་ད་ལྟ་མ་འོངས་ཟེར་ནས་གསུམ་དམ་པ་ཡོད་ད་ཅི་ཐང་དུས་གསུམ་གྱི་གོ་རིམ་དེ་ལ་ག་འདྲའི་ཞར་ནག་འགྲིག་གི་རེད་ཡིན་གཅིག་མིན་གཅིག་གོ་རིམ་ངེས་པ་རྩ་བ་ཉིད་ནས་ཡོད་མ་རེད་ད་ང་ཚོ་ནམ་རྒྱུན་ནས་བཤད་དུས་འདས་མ་འོངས་ད་ལྟ་ཟེར་དུས་གསུམ་ཟེར་དུས་འདས་མ་འོངས་ད་ལྟ་སོགས་གོ་རིམ་གཅིག་ཡོད་རེད་བ་ཡང་དངོས་པོ་ཁོ་རང་གི་བྱུང་ཚུལ་གྱི་དབང་དུ་བཏང་ནས་བཞག་ན་དང་པོ་མ་འོངས་པ་གཉིས་པ་ད་ལྟ་བ་གསུམ་པ་འདས་པ་དེ་སླད་དྲུག་གོ་རེད་བ་འདི་འདི་ཚོ་ནི་ག་འདྲའི་ཞིང་ཞར་ནག་འགྲིག་གི་རེད་ད་དེ་ཁྱད་པར་མི་འདུག། དེ་ལ་དེ་འདྲ་ཅིག་གོ་རིམ་དེ་འདྲ་ཞིག་བྲིས་བཞག་འདུག་ད་ག་འདྲ་བཞག་ན་འགྲིག་གི་རེད་དུས་གསུམ་གྱི་ཡང་གོ་རིམ་ལ་ངེས་པ་ཡོད་མ་རེད་ད་ཟེར་ནས་ཡང་ཁྱེད་རྣམ་པ་ཡང་ཁ་ཤས་གོ་རིམ་དེ་ག་འདྲ་རེད་ཡིན་ན་བསམ་ན་དེ་འདྲ་ཅིག་ཆགས་བསྡད་ཀྱི་ཡོད་རེད་འོ་ད་དེའི་ཐོག་ནས་དང་པོ་དེ་ལ་བློས་བསླངས་ཀྱི་དུས་གསུམ་ཟེར་ཡག་གི་དོན་དག་དེ་ག་འདྲ་རེད་རྟོག་བཏགས་ཀྱི་དུས་གསུམ་ཟེར་ཡག་གི་དོན་དག་དེ་ག་འདྲ་རེད་འོ་དེ་འདྲ་ཅིག་མཁྱེན་པ་གནང་དགོས་རེད། འོ་ད་དེ་ལྟ་བུའི་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་པོ་དེའི་དོན་དག་དེ་རེ་རེ་རེ་རེ་བཞིན་དུ་མ་ཞུས་གྲུབ་ནས་ད་དེ་ནས་མ་དང་པོ་དེ་ལ་བློས་བསླངས་ཀྱི་དུས་གསུམ། འདི་གི་དཔེར་བརྗོད་འདྲ་བོ་མཚན་གཞི་འདྲ་བོ་སྐྱེས་ཡོད་ཉིད་ཅིག་བྲིས་བཞག་ཡོད། ད་དེ་ཡང་དང་པོ་ཉིད་དུ་ག་རེ་མཁྱེན་དགོས་རེད་ཟེར་ན་དེ་ལྟ་བུའི་བློས་བསླང་རྟོགས་བཏགས་ཀྱི་དུས་གསུམ་པོ་དེ། ད་ག་རེའི་ནང་ལ་མང་ཆེ་བ་ཅིག་ཆགས་འདུག་ཡོད་རེད་ཟེར་ན། ང་རང་ཚོ་གིས་སྙན་ངག་གི་དཔེར་བརྗོད་བྲིས་ནས་སྙན་ངག་བྲིས་ཡོང་དུས་སྐབས་སུ། ད་དེའི་ནང་ལ་ཡོད་པའི་གི་བྱ་ཚིག། དེའི་གི་བསྟན་བྱར་གྱུར་པའི་བྱ་བ་མང་ཆེ་བ་ཅིག་ག་རེ་ཆགས་འདུག་ཡོད་རེད་ཟེར་ན་བློས་བསླང་རྟོགས་བཏགས་ཀྱི་དུས་གསུམ་ཆགས་འདུག་ཡོད་བློས་བསླང་རྟོགས་བཏགས་ཀྱི་བྱ་བ་ཆགས་འདུག་ཡོད། ད་དེ་ག་རང་རེད་སྙན་ངག་མཁན་གྱིས་སྙན་ངག་གི་ཐོག་ནས་ཅིག་བརྗོད་ཡོང་དུས་མང་ཆེ་བ་བྱ་བ་མང་ཆེ་དོན་དངོས་སུ་ཡོད་མ་རེད་དོན་དངོས་ཀྱི་དུས་གསུམ་ཆགས་ཡོད་མ་རེད། ཡིན་ནའི་འགའ་རེས་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་ཆགས་བསྡད་ཡོད། དེ་ག་ནང་བཞིན་གྱི་ནི་གནའ་སྔ་མོ་གི་ལྷ་སྒྲུང་ལ་སོགས་པ། དེ་ག་ནང་བཞིན་དེང་སང་གི་དབང་དུ་བཏང་ན་དུས་དེབ་དང་གྱེར་དེབ་ལ་སོགས་པའི་ནང་ལ་བརྩམས་སྒྲུང་ཟེར་ན་ཡང་འདྲ་དྲུང་རྩོམ་ཟེར་ན་ཡང་འདྲ་ད་དྲུང་ཟེར་ན་ཡང་འདྲ་འོ་དེ་ནང་ལ་ཡོད་པས་ད་མི་སྣ་དེ་དག་གི་བྱ་བ་འདྲ་མི་འདྲ་ཅིག་བྱེད་བསྡད་ཀྱི་ཡོད་རེད་བྱེད་འབྲེལ་གྱི་བྱ་བ་ཡང་ཡོད་རེད་བྱེད་མེད་ཀྱི་བྱ་བ་ཡང་རེད་ད་དྲུང་རྩོམ་འདིའི་ནང་ལ་བྱ་བ་སྟོན་པའི་གྱི་བྱ་ཚིག་དེའི་མ་འོངས་ད་ལྟ་གསུམ་པོ་ཧ་ཅང་མང་པོ་བརྗོད་རེད་དེ་དག་ཐམས་ཅད་ག་རེ་ཆགས་བསྡད་ཀྱི་ཡོད་རེད་ཟེར་ན་དོན་དངོས་ཀྱི་དུས་གསུམ་དང་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་གཉིས་ཀྱི་ནང་ནས་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་ཆགས་བསྡད་ཀྱི་ཡོད། གང་ཡིན་ཟེར་ན། དྲུང་རྩོམ་དེ་དྲུང་རང་ཡིན་པ་སོང་ཙང་དོན་དངོས་སུ་ཡོད་མ་རེད་དེའི་ནང་གི་མི་དེ་ཡང་ཡོད་མ་རེད་ལ་མི་ཡི་བྱ་བ་དེ་ཡང་དོན་དངོས་སུ་རྩ་བ་ཉིད་ནས་སྒོ་སྒྲུབ་ཀྱི་ཡོད་མ་རེད་དེ་ཡིན་པ་སོང་ཙང་དེའི་བྱ་བ་ཐམས་ཅད་དོན་དངོས་ཀྱི་བྱ་བ་ཆགས་ཀྱི་ཡོད་མ་རེད་དོན་དངོས་ཀྱི་དུས་གསུམ་ཆགས་ཀྱི་ཡོད་མ་རེད་དྲུང་རྩོམ་ནང་གི་བྱ་བ་ཐམས་ཅད་ག་རེད་ཟེར་ན་བློས་བསླངས་རྟོག་བཏགས་ཀྱི་བྱ་བ་ཆགས་བསྡད་ཀྱི་ཡོད་རེད་དེ་ག་ནང་བཤད་བྱས་ནས། བྱ་བ་དེ་ལ་ཡང་གསུམ་དུ་དཔྱད་བཞག་ན་བློས་བསླང་རྟོག་བཏགས་ཀྱི་དུས་གསུམ་ཆགས་ཏེ་གི་བློས་བསླང་རྟོག་བཏགས་ཀྱི་དུས་འདས་པ་བློས་བསླང་རྟོག་བཏགས་ཀྱི་དུས་མ་འོངས་པ་བློས་བསླང་རྟོག་བཏགས་ཀྱི་དུས་ད་ལྟ་བ་ཆགས་ཏེ་གི་ཡོད་ཟེར། འོ་ད་མཚན་གཞི་འདྲ་བོ་ཅིག་བཀོད་པ་ཡིན་ན་དེ་འདྲ་བཞིན་དེ་ག་ནང་བཞིན་ང་རང་ཚོ་ནམ་རྒྱུན་ནས་ཞལ་འདོན་དང་སྨོན་ལམ་ལ་སོགས་པ་འདོན་བའི་སྐབས་སུ་སྨོན་ལམ་ནང་ལ་ཡོད་པའི་གི་བྱ་ཚིག་མང་པོ་ཞུ་ཅིག་ལས་ཡོང་གི་རེད་ད་བྱ་ཚིག་མང་ཆེ་བ་ཅིག་ད་བྱ་ཚིག་བརྒྱ་ཆ་བརྒྱ་ཚང་མ་ད་མ་རེད་དེ་ཡིན་ན་ཡང་སྨོན་ལམ་ནང་གི་བྱ་ཚིག་མང་ཆེ་བ་ཅིག་གར་བསྟན་གི་ཡོད་རེད་ཟེར་ན་བློས་བསླང་རྟོག་བཏགས་ཀྱི་དུས་གསུམ་བསྟན་གི་ཡོད་བློས་བསླང་རྟོག་བཏགས་ཀྱི་བྱ་བ་ཁོ་ན་བསྟན་གི་ཡོད་གང་ཡིན་ཟེར་ན་སྨོན་ལམ་ནང་ལ་བཤད་དེ་གི་བྱ་བ་དེ་ཚོ་མང་ཆེ་བ་ཅིག་ད། མང་པོ་བྱས་ནས་ཡང་འགྲུབ་མི་སྲིད་པ་དེ་འདྲ་ཡང་ཆགས་བསྡད་ཀྱི་ཡོད་རེད་ལ་མང་པོ་བྱས་ནས་ད་སོ་སོ་སྨོན་ལམ་འདི་རྩོམ་པ་པོ་དང་སྨོན་ལམ་འདེབས་པ་པོ་དེ་གའི་བློས་བསླངས་བྱས་རྟོག་བཏགས་བྱས་ནས་བརྗོད་བྱ་རྒྱུ་མང་བ་ཆགས་བསྡད་ཀྱི་ཡོད་རེད་བ་ད་སྨོན་ལམ་གྱི་ནང་ལ་དོན་དངོས་ཀྱི་དུས་སུ་མེད་པ་མ་རེད་དོན་དངོས་དང་མཐུན་པའི་དུས་སུ་མེད་ཡང་ཡོད་རེད་འོ་དེ་འདྲས་བྱས་ནས་ད་འདི་ག་བ་ག་བ་ལ་དེ་འདྲས་ལེགས་ཡོད་འདི་གནད་འགག་ཆེན་པོ་ཆགས་བསྡད་ཡོད་རེད་ད་དེ་དཔེར་བརྗོད་ཀྱི་ལམ་ནས་ཞུ་ན་སྤྱོད་འཇུག་གི་ཚིག་འདི་གཉིས་གཅིག་ན་བཅོམ་ལྡན་གྱི་རྒྱ་མཚོ་ཆེར་གཡས་གཡང་སྙ་ཤིང་གི་བུ་དཀར་རུས་པ་འདྲེན་སྤྱོད་དང་མི་གཉིས་ཤིན་ཏུ་ཐབས་དཀར་གསུངས་ད་དེའི་ནང་ལས་བྱ་ཚིག་གི་དབང་དུ་བཏང་ན་དེ་ལ་གཡེང་ཟེར་བ་དང་དེ་ལ་ཆུད་ཟེར་བ་དང་དེའི་རྗེས་སུ། ཐོབ་ཟེར་བ་དང་འདི་དཀའ་བ་ཟེར་ཏེ་འདི་ཧ་ཅིག་ཡོད་རེ་བ་ལ་དོན་ར་འདི་ཕ་བྱ་ན་ནི་དེ་ལ་གསུངས་ཞེས་བྱ་ཚིག་ལྔ་ཡོད། བྱ་ཚིག་ལྔ་ཡི་ནང་ནས་དང་པོ་གཡེང་བ་ཟེར་བ་དེ་དང་འདི་ཆུད་པ་ཟེར་བ་གཉིས་དེ་ག་རེ་ཆགས་ཏེ་ཡོད་ཟེར་ན་དུས་གསུམ་ལ་ཡང། དོན་དངོས་ཀྱི་དུས་གསུམ་དང་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་གཉིས་ཀྱི་ནང་ནས། བློས་བསླངས་རྟོག་བཏགས་ཀྱི་དུས་གསུམ་ཆགས་བསྡད་ཀྱི་ཡོད། དེ་ག་ནང་བཞིན་འདི་ཆུད་པ་དེའང། གཉིས་ཀྱི་ནང་ནས་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་ཆགས་བསྡད་ཀྱི་ཡོད། ག་རེ་ཡིན་ཟེར་ན། དེ་གཉིས་ཀྱི་ནང་བཅོམ་ལྡན་གྱི་རྒྱ་མཚོ་ཆེན་རྒྱ་མཚོ་ཆེན་རྒྱ་མཚོ་ཆེན་པོ་གཅིག་གི་ནང་ལ་གཉའ་ཤིང་གཅིག་རླུང་གིས་ཡར་ཁྱིལ་མར་ཁྱིལ་བྱས་ནས་ཡར་གཡེང་མར་གཡེང་ཟེར་དེ་ལྟ་བུའི་གཡེང་བདེ་བ་དེ།

ད་དོན་དངོས་སུ་དེ་འདྲ་ཡོད་མ་རེད་དེ་ཡིན་ཚེ་འདིར་མགྲིན་པ་ཆུད་པ་དེ་ཆུད་པའི་བྱ་བ་དེའང་དོན་དངོས་ཀྱི་བྱ་བ་ཆགས་ཀྱི་ཡོད་མ་རེད་བློས་བསླངས་རྟོག་བཏགས་ཀྱི་བྱ་བ་ཆགས་བསྡད་ཀྱི་ཡོད། གང་ཡིན་ཟེར་ན་དེ་ལྟ་བུའི་མགྲིན་པ་ཆུད་པ་ཅིག་ག་བློས་བསླངས་བྱེད་བཞག་རེད་བ Imagine བྱེད་བཞག་རེད་བ། དེ་ག་ནང་བཞིན་མགྲིན་པ་ཆུད་པ་ཅིག་རྟོག་བཏགས་བྱེད་བཞག་རེད་བཅོམ་ལྡན་འདས་ཀྱིས་ཨ་ད་ལྟ་རྒྱལ་སྲས་ཞི་བ་ལགས་ཀྱིས་དེ་ཡིན་པར་སོང་ས་དེ་ལྟ་བུ་ལ་བློས་བསླངས་རྟོག་བཏགས་ཀྱི་བྱ་བ་ཟེར་དགོས་རེད་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་ཟེར་དགོས་རེད་ཟེར། ད་དེའི་རྗེས་སུ། ཐོབ་པ་དང། དཀའ་བ་དང། བསྲུངས་པ་དེ་གསུམ་པོ་དེ་ག་རེད་ཟེར་ན་ད་ཡང་བློས་བསླངས་རྟོག་བཏགས་ཀྱི་བྱ་བ་ཆགས་ཀྱི་ཡོད་མ་རེད། དེ་གསུམ་པོ་དེ་ག་རེད་ཟེར་ན་དོན་དངོས་ཀྱི་བྱ་བ་ཆགས་འདུག་དོན་དངོས་ཀྱི་དུས་གསུམ་ཆགས་འདུག་གི་ཡོད། གང་ཡིན་ཟེར་ན་མི་ཉིད་ཤིན། མི་ཉིད་ཤིན་ཏུ་ཐོབ་པ་དང་དཀའ་ཐོབ་དཀའ་བ་དེ། བྱ་བ་གཉིས་དུ་བ་དེ་ལ་ཐོབ་པ་དང་དཀའ་བ་དེ་འདི་ཐོབ་དཀའ་བའི་གི་བྱ་བ་དེ་ག་རེ་ཟེར་ན་དོན་དངོས་རོ། དེ་ག་ནང་བཞིན་དེ་གསུངས་ཟེར་དུས། དེ་ལྟ་བུ་མི་ཉིད་ཤིན་ཏུ་དེ་དཔེ་འདི་ནང་བཞིན་བྱས་ནས་མི་ཉིད་ཤིན་ཏུ་ཐོབ་དཀའ་བ་ཡིན་པ་དེ་བཅོམ་ལྡན་འདས་ཀྱིས་གསུངས་པ་རེད་ཟེར་དུས་འདི་གསུངས་པ་དེའང་བཅོམ་ལྡན་འདས་ཀྱིས་གསུངས་པ་དེའང་དོན་དངོས་ཆགས་འདུག

བོད་ཆས་དེ་འདྲས་གྱིས་ནས། དེ་ནི་དེའི་རྗེས་སུ་ཁྱེད་ཀྱིས་ལས་དོན་དེ་སྒྲུབ་ཐུབ་ན་ཉི་མ་ནུབ་ནས་འཆར་གྱི་རེད། དེ་ལ་འཆར་ཟེར་བའི་བྱ་ཚིག་ཅིག་འདུག་ཨ། རི་བོང་གི་མགོ་ལ་ར་སྐྱེས་ན་ཟེར་ཏེ་སྐྱེས་ཟེར་བའི་བྱ་ཚིག་དེ། ར་ཡི་མགོ་ལ་ཡང་ཅིའི་ཕྱིར་མི་སྐྱེ་ཟེར་ཏེ་སྐྱེས་ཟེར་བྱ་ཚིག་བྱ་ཚིག་གསུམ་འདུག་ཨ། དེའི་བྱ་ཚིག་གསུམ་པོ་དེ་དཔེར་ན། ཁྱེད་ཀྱིས་ལས་དོན་དེ་སྒྲུབ་ཐུབ་ན་ཉི་མ་ནུབ་ནས་འཆར་ཟེར་ཏེ། ཉི་མ་ནུབ་ནས་འཆར་བའི་བྱ་བ་དེ་འདི་འདུག་ཨ། ཉི་མ་ག་བ་ནས་ཤར་རུང་ཤར་ནས་ཤར་རུང་མ་གཏོགས་ཉི་མ་ནུབ་ནས་འཆར་ཟེར་ཡ་དེ་རྩ་བ་ཉིད་ནས་གོ་ལ་དོན་དངོས་སུ་ཡོད་མ་རེད་དེ་ལྟ་བུའི་ཉི་མ་ནུབ་ནས་འཆར་བའི་གི་བྱ་བ་དེ་དོན་དངོས་སུ་མ་གྲུབ། དེའི་འདུན་ས་ནི་དོན་དངོས་ཀྱི་བྱ་བ་མ་ཡིན་དོན་དངོས་ཀྱི་དུས་གསུམ་མ་ཡིན། འོ་ན་ག་རེ་ཡིན་ཟེར་ན་བློས་བསླངས་རྟོག་བཏགས་ཀྱི་དུས་གསུམ་ཡིན་བློས་བསླངས་རྟོག་བཏགས་ཀྱི་བྱ་བ་ཡིན། དེ་ངས་དེ་ནི་མ་ད་དྲི་བ་པོ་ངའི་དབང་དུ་བཏང་བཤད་ན་ངས་མ་བློས་བསླངས་བྱས་ནས་ཉི་མ་གཅིག་ནུབ་ནས་ཕར་ཚུར་འཆར་ཡོང་བ་ཞིག་བློས་བསླངས་བྱས་ཨ་རྟོག་བཏགས་བྱས་ནས་མ་ཞུས་ཤ་བ་ཆགས་ཏེ་གི་རོ། དེའི་འདུན་ས་ནི་དེའི་འཆར་བའི་གི་བྱ་བ་དེ་བློས་བསླངས་རྟོག་བཏགས་ཀྱི་བྱ་བ་ཆགས་ཏེ་གི་ཡོད། དེ་ག་ནང་ཞིག་བློས་བསླངས་རྟོག་བཏགས་དུས་གསུམ་ཆགས་ཏེ། ཨ་ནི་དེ་ག་ནང་ཞིག་དེ་སྐྱེས་པ་དེ་རི་བོང་གི་མགོ་ལ་ར་སྐྱེས་ན་ཟེར་ཏེ་རི་བོང་མགོ་ལ་ར་སྐྱེས་པ་དེ་རྩ་བ་ཉིད་ནས་མགོ་ར་སྲིད་གི་མ་རེད་བ། དེའི་འདུན་ས་ནི།

གསུང་རབ་ཟེར་ན་འདྲ་བོད་ཀྱི་ཡི་གེ་གི་ནང་ལ་དུས་གསུམ་པོ་དེ་བེད་སྤྱོད་བཏང་ཡོད་དུས་དོན་དངོས་ཀྱི་དུས་གསུམ་དང་བློས་བསླང་རྟོག་བཏགས་ཀྱི་དུས་གསུམ་གཉིས་པོ་དེ་ཡང་མང་ཉུང་ཡང་ཕལ་ཆེར་ཕལ་ཆེར་འདྲ་བོ་འདྲ་བོ། ཟེར་ན་ཡང་འདྲ་སྟབས་མང་བ་དེ་དང་དོན་དངོས་དུས་གསུམ་ཡོད་རེད་དེ་བློས་བསླང་རྟོག་བཏགས་ཀྱི་དུས་གསུམ་པོ་དེ་ཡང་ཧ་ཅང་གི་མང་པོ་ཡོད་རེད་ད་འདིའི་ནང་ལ་དབང་དུ་བཏང་ན་མང་པོ་འདུག་བ་དེའི་འདུག་ཙང་ནི་ཁྱེད་རང་རྣམ་པ་ཡང་དུས་གསུམ་ཟེར་ཡ་དེ་མཐའ་གཅིག་ཏུ་དོན་དངོས་སུ་ཡོད་དགོ་ས་རེད་བསམ་ན་འདི་ནོར་འདི་གི་ཡོད་རེད་བློས་བསླང་རྟོག་བཏགས་ཀྱི་དུས་གསུམ་ཟེར་ཡ་ཅན་ཡོད་རེད་ད་ཟེར་ནས་ཁེངས་དགོ་རེད། ད་ད་ལྟ་གོང་དུ་བློས་བསླང་རྟོག་བཏགས་ཀྱི་དུས་གསུམ་པོ་འདི་ཡི་ནང་ནས་ད་གཙོ་བོ་བློས་བསླང་གི་དུས་གསུམ་ཟེར་ཏེ་གཙོ་བོ་ཅེས་ཞུས་ནས་ད་རྟོག་བཏགས་ཀྱི་དུས་གསུམ་ཟེར་ཡང་བྱེ་བྲག་ཏུ་བཀར་ནས་མ་ཞུས་བྱ་བས་ན་དེ་དཔེར་བརྗོད་ཅེས་བྲིས་བྱ་ཡོད། དེ་ཡང་བྱ་བ་ལྔ་པ་ཆེན་པོའི་དཔེར་བརྗོད་དེ་བོད་མཁས་པའི་དཔེར་བརྗོད་ནི་བྱ་བ་ལྔ་པ་ཡི་དཔེར་བརྗོད་སྙན་ངག་གི་དཔེར་བརྗོད། སྙན་ངག་མེ་ལོང་མ། མཛའ་བོར་ལུས་བྲལ་འཁྲིལ་བག་གིས་འདོད་པའི་དགའ་སྟོན་ལ་སྤྱོད་པར་བ་སྤུའི་ཚོགས་རྣམས་ཉེར་བླངས་ཏེ་མགོ་བོ་སྟེང་ནས་བལྟ་བ་བཞིན། མཐའ་དེའི་ནང་ལ།

དེ་ག་ནང་བཞིན་བ་སྦུག་གི་མགོ་ཡ་སྟེག་ཟེར་ཡ་དེ་དོན་དངོས་ལ་ཡོད་མ་རེད། དེ་ག་ནང་བཞིན་བ་སྦུག་གི་སྤྱིར་བ་རྟ་ཟེར་ཡ་དེ་དོན་དངོས་ལ་ཡོད་མ་རེད། དེའི་མཚོན་ནི་དོན་དངོས་ལ་ཡོད་མ་རེད་དེ་ཡིན་ན་ཡང་ད་དེ་བྱ་ཚིག་བེད་སྤྱོད་སྟངས་བཤད་དོ་བྱ་ཚིག་བེད་སྤྱོད་སྟངས་ནི་ཁོས་བྱ་བ་ཅིག་བརྡ་སྤྲད་དགོས་རོགས་དེ་ལྟ་བུའི་བྱ་བ་དེ་ཡང་ན་དོན་དངོས་ལ་མེད་ན་ག་རེ་རེད་ལོ་དུས་བློས་བསླངས་རྟོགས་བཏགས་ཀྱི་བྱ་བ་ཅིག་བརྡ་སྤྲད་ཀྱི་ཡོད་རེད། ད་དེ་ངེས་པར་དུ་ཁེངས་དགོར་ད། དེ་ནི་ཙནི་ལོས་ལ་ད་ཅིག་རྟོགས་པས་ཀྱི་རྟགས་ནི་བོད་སྐད་པ་ཁོ་རང་གིས་བ་བ་བུ་དེ་ཚོ་ལ་བ་རྟོགས་རྟགས་བྱས་ནས་བ་བུ་དེ་ཚོ་ཡར་ལངས་ཨེ་ད་ཡོད་མ་རེད་ཡིན་ན་ཡང་སུ་བསམ་བློ་གི་ཐོག་ནས་བློས་བསླངས་བྱས་ཨ་ནི་བསམ་བློ་གིས་ཅིག་བ་བུ་དེ་ཚོ་ཡར་ལངས་བ་ཡིན་པ་ཅིག་ལ་རྟོགས་རྟགས་བྱས་ནས་ཨ་ནི་ཡར་ལངས་འདུག་ཨ་ནི་མགོ་བོ་ཡར་བཏེགས་འདུག་ཨ་ནི་བ་རྟགས་བསྡིགས་ཀྱི་འདུག་ཟེར་ནས་བ་རྟོགས་རྟགས་བྱས་ཤག་རེད་བ་དེ་ཡིན་པ་ཚང་ས་དེ་དེ་ལྟ་བུ་དེ་ལ་ཨ་ནི་བློས་བསླངས་རྟོགས་རྟགས་ཀྱིས་བྱ་བ། ཨ་དེ་ལ་ཡང་དུས་གསུམ་གྱི་དབང་དུ་བཏང་ན་དེ་ལ་བློས་བསླངས་རྟོགས་རྟགས་ཀྱི་དུས་འདས་པ། བློས་བསླངས་རྟོགས་རྟགས་ཀྱི་དུས་འདས་པ། ད་དེ་ལ་བློས་བླང་རྟོག་བཏགས་ཀྱི་དུས་མ་འོངས་པའང་སྲིད་ད་ཁོང་གིས་དེ་ལ་བག་ཅིག་བེད་སྤྱོད་བཏང་ཞེས་དོ་ཕག་ངོ་བྱུག་ད་ངོ་མ་བྱིན་ན་དེ་ལ་བག་ངོ་བྱུག་དེ་མ་བྲི་བ་ཅི་ད་ལྟ་བ་བྲིས་ན་ཡག་ག་ཡོད་རེད་བློས་བླང་རྟོག་བཏགས་ཀྱི། བྱ་ཚིག་ད་ལྟ་བ་དེ་བྲིས་ན་དེ་ཏག་ཏག་ཁོ་ར་དེ་གི་རེད་གང་ཡིན་ཟེར་ན་དེ་མ་འོངས་པ་བྲིས་བྱ་ན་དེ་ནི་ཡང། བྱ་བ་མ་འོངས་པ་སྟོན་རོགས་བྱ་བ་མ་ཡིན་པ་བྱས་ནས་ལྟ་བར་བྱེད། ལྟ་བཞིན་པ་ཟེར་བའི་དོན་དག་ར་བ་ལྟ་བཞིན་པ་ནང་བཞིན་དུ། འོ་དེ་ཡིན་པ་སོང་ཙང་ད་ལྟ་བ་བྲིས་ན་ཡག་ཤོས་ཆགས་འདུག་དེ་དུས་བློས་བསླངས་ཏོག་ཏག་གི་དུས་ད་ལྟ་བ། དུས་མཚམས་བློས་བསླངས་ཏོག་ཏག་གི་དུས་འདས་པ་བློས་བསླངས་ཏོག་ཏག་གི་དུས་འདས་པ་བློས་བསླངས་ཏོག་ཏག་གི་དུས་མ་འོངས་པ། དུས་ད་ལྟ་བ། དུས་གསུམ་པོ་དེ་མ་བསྟན་གི་ཡོད་རེད་དེ། དུས་གསུམ་གྱི་ནང་ནས་བློས་བསླངས་ཏོག་ཏག་གི་དུས་འདས་པ་གཉིས་དང་དུས་ད་ལྟ་བ་གཉིས་དེ་མ་སྟོན་གི་ཡོད་རེད་ད། དེ་ཡིན་པ་སོང་ཙང་དེ་འདྲའི་གཅིག་ལ་ག་རེ་ལ་བར་བློས་བསླངས་ཏོག་ཏག་གི་དུས་གསུམ། ཡང་ན་བློས་བསླངས་ཏོག་ཏག་གི་བྱ་བ། དེ་འདྲའི་གཅིག་མཁྱེན་དགོས་རེད་ད། དེ་དུས་དོན་དངོས་ལ་ད་ཡོད་མ་རེད་བ། འོ་དེ་འདྲའི་གཅིག་དེ་ག་ནང་བཞིན།

འདི་ནི་གང་གི་མིག་གི་མཛེས་པ་པོ་ཆེ་བ་དབྱངས་ཀྱི་རྒྱ་མོའི་མཚར་སྡུག་པ། སྐུད་པའི་ཉི་ཟླ་འདི། ཨུ་པ་ལ་དུ་བ་མེ་ཏོག་ཨུ་པ་ལ་འདི་དང། ནི་རི་དྭགས། ཤྭ་བ་ལ་སོགས་པ་རི་དྭགས་འདི། དེ་གཉིས་པོ་འདི། ཁོ་རང་གི་མིག་ལ་པད། ཨུ་པ་ལ་གི། ཨུ་པ་ལ་འདི། ཨུ་པ་ལ་ཁོ་རང་གི། དབྱིབས་འདི་དང་རི་དྭགས་ཀྱི་ཁོ་རང་ཚོ་གི་མིག་གི་དབྱིབས་འདི། གང་གི་མིག་གི་མཛེས་པ་ཕུལ་དུ་ཕྱིན་པ་འདི། ནི། ལྷ་མོ་དབྱངས་ཅན་མེད་ཀྱི་མཛེས་སྡུག་མཚར་སྡུག་གི་བང་མཛོད་ན་ནི་ཆུ། སྐུའི་ཞགས་པ་འདྲ་བ་ཞིག་ཨུ་པ་ལ་འདི་གི་སྐུའི་ཞགས་པ་དང་རི་དྭགས་འདི་གི་སྐུའི་བཤགས་པ་འདྲ་བོ་ཞིག་བློས་བསླངས་རྟོགས་བཏགས་བྱས་བཞག་རོགས། དེ་རེ་མ་གཏོགས་ཨུ་བལ་དེ་གའི་སྐུ་མ་བརྒྱབ་ཟེར་ཡ་དེ་རྩ་བ་ཉིད་ནས་ཡོད་མ་རང་བ་རི་དྭགས་ཀྱི་ལྷ་མོ་དབྱངས་ཅན་མེད་ཀྱི་མཚར་སྡུག་བང་མཛོད་ནང་ནས་སྐུའི་བཤགས་དེ་འདྲས་ཡོད་རེད་བས་ཟེར་ན་དོན་དངོས་སུ་དེ་ལྟ་བུའི་སྐུད་པའི་བྱ་བ་དེ་ཡོད་མ་རེད་ད། སྐུད་པའི་བྱ་བ་ཡོད་མ་རེད་ཡིན་ན་ཡང་བོད་སྐད་དཔེ་གྱི་སྙན་ངག་གི་སྐབས་སུ་དཔེར་བརྗོད་བྲིས་ཡོང་དུས་སྙན་ངག་གི་ཐོག་ནས་ཨ་བློས་བསླངས་བྱས་ནས། སྙན་ངག་གི་ཐོག་ནས་ཁོ་བརྐུས་པ་ཡིན་པ་ཅིག་ལ་རྟོག་བཏགས་བྱས་ནས་ཕ་རྟགས་ནས་ཨོ་དེ་བརྐུས་ཟིན་པ་དེ་ཡང་འགའ་རེས་བརྐུས་པ་ཟེར་དུས་བྱ་ཚིག་དེ་པར་བྲིས་བཞིན་དུ་བྱ་བ་དེ་ཡང་བྱས་ཟིན་པ་ཡིན་པ་ཅིག་ལ་ཕ་རྟགས་བཞག་དོགས་འཕྲོ་བཏང་བཞིན་ཨོ་དེ་འདྲས་ཅིག་ལ་ག་ལ་བར་བློས་བསླངས་རྟོག་བཏགས་ཀྱི་བྱ་བ་ཟེར་དོན་དངོས་ལ་ཡོག་མར་བལྟས་ཏེ་བློས་བསླངས་རྟོག་བཏགས་བྱས་ཡོད་དེ་ག་ནང་བཞིན་སྐྲག་ཟེར་དུས་ཨུ་པ་ལ་སྐྲག་ཟེར་ཡ་འདི་འདྲ་ཡོག་མ་རེད་བ།

བློས་བསླང་རྟོག་བཏགས་ཀྱི་བྱ་བ་ཡིན། དེ་ཡང་ག་རེ། དེ་ཚིག་བྲིས་བྱ་དུ་བ་དེ་འདུག་བློས་བསླང་རྟོག་བཏགས་ཀྱི་དུས་གསུམ་ན་ནི་བློས་བསླང་རྟོག་བཏགས་ཀྱི་དུས་འདས་པ་དེ་བསྟན་གྱི་ཡོད། ཟེར་ནས་འོ་འདུག་བྱས་ནས་ད་དེ་འདྲའི་ཡང་ངེས་པར་དུ་ཡང་གལ་ཡང་གལ་ཆེན་པོ་ཆགས་དོན། དེ་ཡང་ན་གཞི་ཟླ་གཞོན་ཤར་བའི་ཀུ་མུད་དག་ག་བས་ཡང་ཡང་འཛུམ་པ་བཞིན་བུང་བའི་བཅུད་རྣམས་ཁྱེར་དོགས་ནས་གེ་སར་སྐྲག་ནས་འདར་བ་བཞིན་ཟེར། དེ། ཟླ་གཞོན་ཤར་བའི་ཀུ་མུད་དག་ག། ག་བ་ཟེར་གྱི་དུ་བ་དེ་ཡང་ག་རེ་བློས་བསླང་རྟོག་བཏགས་ཀྱི་དུས་གསུམ་རེད། དུས་གསུམ་ཆགས་དེ་ག་རེ་བློས་བསླང་རྟོག་བཏགས་ཀྱི་བྱ་བ་ཆགས་དོན། དེ་འཛུམ་པ་དེ་ཡང་བློས་བསླང་རྟོག་བཏགས་ཀྱི་བྱ་བ་ཆགས་དོན། བུང་བའི་བཅུད་རྣམས་ཁྱེར་དོགས་ནས་ཟེར།

གད་མོ་དགོད་ནས་འཛུམ་ཟེར་ཡ་དེ་འདྲའི་རྩ་བ་ཉིད་ནས་ཡོད་ཁོ་ན་ཡོད་མ་རེད་བ། དེ་ག་ནང་བཞིན་བུང་བའི་བཅུད་རྣམས་ཁྱེར་དོགས་ནས། གེ་སར་གེ་སར་དེ་གི། ཨ་ཁོ་བུང་བ་དེ་ཚོའི་བཅུད་དེ་ཁྱེར་འགྲོ་ས་རེད་བསམ་པའི་གི་དོགས་པ་དེ་འདྲ་ཡོད་རེད་བས་ཟེར་ན་ཁོ་ལ་ཡོད་མ་རེད་ཡིན་ན་ཡང་བློས་བསླངས་རྟོགས་བཏགས་བྱས་ནས་སྦྱར་ཤར། དེ་ག་ནང་བཞིན་གེ་སར་དེ་སྐྲག་ཟེར་ཡ་དང་འདར་ཟེར་ཡ་དེ་འདྲ་ཡོད་མ་རེད་བ། དོན་དངོས་སུ་དེ་འདྲའི་གི་བྱ་བ་དེ་ཡོད་མ་རེད་དེ་གེ་སར་གི་སྟེང་དུ། གེ། པད་མེ་རྡོ་པད་མེ། མེ་ཏོག་ཀུ་མུ་ད་ཡིས་གེ་སར་གྱི་སྟེང་དུ་དེ་ལྟ་བུའི་བྱ་བ་དེ་སྒྲུབ་ཀྱི་སྐྲག་པ་དང་འདར་བ་དང་དེ་ལྟ་བུ་དོགས་པའི་གྱི་བྱ་བ། དེ་ལྟ་བུ་དགའ་བ་དང་འཛུམ་པའི་བྱ་བ་དེ་གེ་སར་གྱི་སྟེང་དུ་སྒྲུབ་ཀྱི་རེ་བས་ན་སྒྲུབ་ཀྱི་མ་རེ་བ་དོན་དངོས་སུ་དེ་ལྟ་བུའི་བྱ་བ་ཡོད་མ་རེ་སྟེ་ཡིན་ན་ཡང་སྙན་ངག་པའི་གྱི་བློས་བསླང་རྟོག་བཏགས་བྱས་ནས་དེ་ལྟ་བུའི་བྱ་བ་གྱི་ཁོ་རང་གེ་སར་གྱི་སྟེང་དུ་ཡོད་པ་གྱི་ཕར་འགྲོ་རྟགས་བྱ་རེ་བསློས་བསླང་བྱས་ནས་ཕར་རྟགས་བྱ་རེ་བ་དེ་འདྲའི་གྱི་ལ་ག་ལ་བ་བློས་བསླང་རྟོག་བཏགས་གྱི་བྱ་བ། དེ་ལ་ཡང་འདས་མ་འོངས་ད་ལྟ་གྱི་སླད་ཡོང་དུས་བློས་བསླང་རྟོག་བཏགས་གྱི་དུས་གསུམ་ཟེར་ནས་འོ་བསྡུ་བྱས་ནས་ད།

བྱ་བ་མ་འོངས་པ་ཟེར་ནས་ཨ་ནི་ལོ་ལངས་ཏོག་དག་གི་དུས་གསུམ་ཟེར་ནས་ཨོ་ད་འདི་དང། ཡི་གེ་རེ་རེ་བཞིན་དུ་བྲིས་མོ་བཀའ་བཅད་བྱ་ཚིག་གི་རྣམ་བཞག་ལག་ལེན་བཅུ་དུས་ཆེན་པོ་རྣམས་ལ། རེ་རེ་རེ་རེ་བཞིན་དུ་དུས་གསུམ་པོ་རེ་རེ་རེ་རེ་ཞིག་གི་སྐོར་ཚིག་གི་ལམ་ནས་ཁྱེར་ན་བ་ཡང། གོ་དགོས་འདུག་ན་འདི། བྱ་ཚིག་གི་རྣམ་བཞག་ལག་ལེན་བཅུ་དུས་ཆེན་པོ་རྣམས་ལ་བྲིས་བྱ་ཡོད་ཨ་ནི་ཨོ་དེ་ལ་གཟིགས་བྱ་ན་ཨ་འགྲིག་འགྲོ་གི་རེད།